ཞུ་ཡིན་དེ་མཐའ་མ་དེ་ཡང་ནི་མང་གཙོ་ཚོགས་པའི་གི་ཚོགས་གཙོ་འཆི་མེད་གཡུ་འབྲུག་ལགས་ཀྱི་གསུང་བཤད་མཐའ་མ་དེ་གནང་ཡོད་ཡིན།
དེ་རིང། ད་ལྟ། དེ་རིང་གི་ང་ཚོ་བརྗོད་གཞི། ཉིས་སྟོང་བཅུ་གཅིག་ལོའི་གལ་གནད་དང་ད་ལྟའི་ང་ཚོ་དམངས་གཙོ། ཞེས་པའི་བརྗོད་གཞི་འདིའི་ཐོག་ལ་ཡང། ཨ་ནི་སོ་སོ་སྒེར་ངོས་ནས་ཨ་ནི་བསམ་ཚུལ། ཁག་ཁ་ཤས་ཞིག་ཏུ་ཞུ་ཡ་ཡོད། དེ་ནས་ཉིས་སྟོང་བཅུ་གཅིག་ལོ་གི་གལ་གནད་འདིའི། ངེད་ཀྱི་བསམ་ཚུལ་ནང་ལོགས་ལ་ཡང་དོན་དག་གཉིས་ལྷུག་ཏུ་བརྩམས་འདུག། དེ་ལ་དང་པོ་དེ། སྤྱིར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགུང་ལོའི་བབ་དང་དགུང་ལོ་ཐུག་གི་ཞོར་ཅིག་ལ་ཕེབས་འགྲོ་གི་ཡོད་དུས་ག་ནས་མི་མང་མང་པོ་ཅིག་གི་སེམས་ནང་ལ་ཡང་སེམས་འཚབ་དང་སེམས་ཁྲལ་ལངས་བསྡད་ཀྱི་ཡོད་རེད་འདི་གནད་འགག་ཅིག་རེད་དུས་ཚིག་ཡོད། གཉིས་པ་དེ། ཉིས་སྟོང་བཅུ་གཅིག་ལོ་ལ་བཀའ་བློན་ཁྲི་པ་གི་འོས་ཤོག་འདེགས་སྐབས་ལ་ཡང། དག་འབད་དགོས་གནང་ཞེས་པའི་བཀའ་ཁྲི་ཟམ་གདོང་རིན་པོ་ཆེ་མཆོག་གིས་དུས་ཡུན་འདི་ཐེངས་གཉིས་གནང་གནང་གྲུབ་པ་སོང་ཙང་ཨ་ནི་གསར་བ་ཞིག་གདམ་དགོས་ཀྱི་འོས་བསྡུ་ཁ་ནས་ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་དེ་སྔོན་ནས་ཨ་ནི་ང་ཚོས་གི་ད་གཅིག་ལོ་ཉི་ཤུ་སུམ་ཅུ་སྔོན་ནས་ཨ་ནི་འགོ་ཁྲིད་མང་པོ་ཅིག་བཟོས་མ་ཐུབ་པའི་རྐྱེན་གི་ད་སྐྱབས་མགོན་རིན་པོ་ཆེ་ཁ་ཟས་མི་ཟས་ཚོགས་ཆེན་གི་ཐོག་ལ་ཡ་ཨ་ནི་གར་སོང་སོང་ཞུས་པ་ན་ད་ང་ཚོ་ལོ་སུམ་ཅུ་རིང་ལ་ཡ། འཐུས་ཤོར་ཕྱིན་བཞག་ཅེས་གསལ་བོ་ཞུ་གསུངས་དུས་དུས་སོགས་སུ་བུད་གནང་ཡོད། འཐུས་ཤོར་ཟེར་དུས་ག་ནས་འཐུས་ཤོར་ག་བ་ག་ཙམ་ཕྱིན་ཡོད་རེད་འདི་རྣམས་ནི་འཐུས་ཤོར་གལ་ཆེ་ཤོས་གཅིག། ད་ལྟ་བར་དུ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་འགོ་ཁྲིད་ཡང་དག་པ་མང་པོ་ཞིག་བསྐྲུན་མ་ཐུབ་པ་འདི་ད་འཐུས་ཤོར་ཆེ་ཤོས་གཅིག་རེད་བསམ་གྱི་ཡོད་སོང་ཙང་དེ་རིང་ང་ཚོ་ལ་གདམ་ག་བྱེད་ཐབས་མེད་དུས་ག་ནས་ད་སེམས་ནང་ལ་སེམས་ཚབ་ཆེན་པོ་ཞུ་ཞིག་ལས་ཡོང་གི་རེད་ད། ད་ཟོང་དོན་རིན་པོ་ཆེ་མཇལ་ལ་ང་ཚོ་བཀའ་བློན་ཁྲི་པ་སུ་བྱེད་ཀྱི་རེད་ཟེར་བྱས་སེམས་ཚབ་དེ་མི་མང་གི་སེམས་ཚབ་ནང་ཡོད་དུས་ག་ནས་འདི་གལ་གནད་ཅིག་རེད་བསམ་ད་གལ་གནད་གལ་ཆེ་ཤོས་གཅིག་འདི་ཆགས་འགོ་རེད་བསམ་གྱི་འདུག་དེ་ཉིད་དོན་དག་དེ་གཉིས་ནང་ལོགས་ལ་ཡང་ཉིས་སྟོང་བཅུ་གཅིག་གི་གལ་གནད་རེ་ངེས་ཀྱི་སྡོམ་འདུག་ཅེས་ནས་དེ་གཉིས་ནང་བརྒྱབ་ཡོད། དེ་ཙམ་མ་ཟད་དེ་དང་འབྲེལ་བའི་འོས་ཤོག་འོས་བསྡུ་ཆེན་མོའི་སྐབས་ལ་ཡང་ད་མི་མང་སོ་སོ་ནས་འོས་ཤོག་བླུག་ཡ་དང་འདི་གའི་ཐོག་ལ་ཡང་ད་ལྟ་གོ་ནས་སྙན་མང་དང་མ་འདྲ་བའི་ད་ལན་གྱི་དོ་སྣང་བྱེད་སྟངས་དེ་དོ་སྣང་བྱེད་སྟངས་གཅིག་ཧ་ཅང་གི་དོ་སྣང་ཆེ་རུ་ཕྱིན་ཡོད་རེད། ཞེ་དྲགས་ཀྱི་ཨ་ནི་བསམ་བློའི་གྱི་ནུས་པ་དེ་མཐོ་རུ་ཕྱིན་ཡོད་རེད་ཚད་མཐོ་རུ་ཕྱིན་ཡོད་རེད། ཡིན་པ་ཡིན་ནའི་ད་ཚད་མཐོ་རུ་ཕྱིན་ལབ་ཅེས། འོས་ཤོག་འདི་ཏག་ཏག་མ་བླུགས་པས་ན་བསམ་བློ་ཚད་མཐོ་པོ་ཆགས་ནས་ཨང་གོ་ཆོད་གི་མ་རེད་ཅེས་འདི་བསམ་གྱི་ཡོད་རེད། དེ་ཙམ་མ་ཟད་ད། ད་ལྟའི་ང་ཚོའི་མང་གཙོ་ལ་བསྡུས་པ་ནས། ད་ལྟའི་ང་ཚོའི་མང་གཙོ་གི་སྒྲོམ་གཞི་སྒྲོམ་གཞི་འདི་དག་ལ་བཤད་དགོས་ཀྱི་རེད་བསམ་གྱི་འདུག་ད་ལྟའི་ང་ཚོའི་མང་གཙོའི་གི་སྒྲོམ་གཞི་འདི། ཨ་ནི་སྤྱི་འཐུས་ཞི་བདེ་ཞག་གསུམ་ལས་གྲུབ་པའི་གི་གྲོས་ཚོགས་ཞིག་ཡོད་རེད། ཡིན་པས་ནས་ང་ཚོར་སྤྱི་འཐུས་ཞི་བདེ་ཞག་གསུམ་ལས་གྲུབ་པའི་གྲོས་ཚོགས་འདི་གི་མང་གཙོའི་སྒྲོམ་གཞི་འདི་གི། ད་ལྟ་བར་དུ་ལ་ཡ། འགྲིག་པ་རེད་ལ། ཡག་ཐག་ཆོད་བྱུང་ཡོད་རེད་འདི་ལས་སྐྱོན་བརྗོད་གང་ཡང་ཞུ་ཡ་མེད། ཡིན་པས་ནས། ད་ད་ལྟའི་དུས་ཚོད་ལ་ཡ། ན་གཞོན་མང་པོ་ཅིག་དེང་དུས་ཀྱི་ཤེས་ཡོན། ཐོབ་བྱས། ཤེས་ཡོན་ཐོག་ལ་ཡ་ལྟ་ཅིག་དེ་འདྲའི་ཤེས་ཡོན་གྱི་སྤྱི་ཚོགས་ཁ་སྤྱི་ཚོགས་ཤིག་ནང་ལས་འཚར་ལོངས་བྱས་ཡོང་གི་འདུག་ག་ནས་བསམ་བློས་ཀྱི་ནུས་པ་དེ་ཆེ་རུ་འགྲོ་གི་ཡོད་རེད། སློབ་སྦྱོང་གི་ཐོག་ནས་བསམ་བཏང་དུས་ག་ནས་བསམ་བློ་གྱི་ཚད་གཞི་ཡེ་ནས་ཞེ་དྲག་ཆེ་རུ་ཕྱིན་བསྡད་ཡོད་རེད། དེ་ཡིན་དུས་ད་ད་ལྟའི་སྤྱི་འཐུས་ཞི་བཞི་ཞག་གསུམ་ལ་བཀྲུས་པའི་གྲོས་ཚོགས་ཀྱི་སྒྲོམ་གཞི་འདིས་མ་འོངས་པ་ཨ་ནི་འདི་ཡིས་ཏག་ཏག་ཞིག་འགྲོ་ཐུབ་ཀི་རེད་དམ་མ་རེད་འདི། སྒྲོམ་གཞི་འདི་ག་ལ་སྐད་བཤད་དགོས་གི་རེད་བསམ་གྱི་འདུག་དཔེར་ན་ད་ལྟ་ང་ཚོ་ལ་ཡང་སྤྱི་འཐུས་ཤུལ་བཞག་སོགས་འགྲོ་བའི་སྒྲོམ་གཞི་འདི་ལ་ཡང་ད་ལྟ་བར་དུ་ཡག་པོ་བྱུང་ཡོད་ན་རེད་ཡག་པོ་བྱུང་མེད་ན་རེད་གང་ལྟར་ང་ཚོ་འདུ་བྱེད་ནས་སྣེ་ཁྲིད་བཞིན་ད་ལྟ་བར་དུ་ཁྲིད་པ་རེད་ད་མ་འོངས་པར་ད་ག་རང་བསྡད་ནས་ཁྲིད་ཐུབ་ཀྱི་རེད་ལབ་བས་ན་ངས་བསམ་པ་ལ་ད་ཁྲིད་ཐུབ་ཀྱི་མ་རེད་བསམ་གྱི་འདུག་རྒྱུ་མཚན་ག་རེད་ལབ་བས་ན་ད། དམངས་གཙོའི་གི་སྤྱི་ཚོགས་མང་པོ་ཡོད་རེད་བ། འཛམ་གླིང་འདིའི་ནང་ལ་དམངས་གཙོའི་རྒྱལ་ཁབ་མང་པོ་ཡོད་རེད། དམངས་གཙོའི་རྒྱལ་ཁབ་ནང་ལོགས་ནས་ང་ཚོ་དམངས་གཙོ་རྒྱལ་ཁབ་གཞན་པ་ལ་ཡོད་པའི་གཅིག་པ་གཅིག་རྐྱང་གཅིག་དམ་དྲག་རག་གི་རེད་བ་ཟེར་ན། རག་རག་ཐུབ་ཡ་ཡོད་མ་རེད་རྒྱུ་མཚན་གང་ཡིན་ཟེར་ན་ང་ཚོ་མི་ལུང་པ་དེ་ཡོད་རེད། ཡིན་པ་ཡིན་ནའི། ང་ཚོ་དམངས་གཙོའི་ནང་ལོགས་ལ་ཡ་ཡར་རྒྱས་བཏང་དགོས་ཡ་མང་པོ་ཞིག་མཐོང་གི་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་ལ་དམངས་གཙོ་གསོལ་རས་གནང་བ་རེད་གནང་བ་མ་ཟད་དམངས་གཙོའི་གི་ལམ་ལུགས་འདིའི་ཐོག་ལ་ཡ་འགྱུར་བ་ཆེན་པོ་ཁག་བཞི་ལྔ་ཕྱིན་ཡོད་ཚང་མ ྋསྐྱབས་མགོན ྋགོང་ས ྋསྐྱབས་མགོན་ཆེན་པོས་གསོལ་རས་གནང་བ་བཤད་པ་ཤ་སྟག་རེད། ང་ཚོ་བཙན་བྱོལ་སྤྱི་ཚོགས་འདི་ནང་བསྡད་ནས་དམངས་གཙོའི་སྤྱི་ཚོགས་ཤིག་ནང་འཚར་ལོག་བྱས་ནས་ང་ཚོའི་ངོས་ནས་ག་རེ་བྱས། འདི་ང་ཚོས་ད་བསམ་བསམ་འགུག་རེད་བསམ་གྱི་འདུག། ང་ཚོའི་གལ་སྲིད་སྐྱབས་མགོན་རིན་པོ་ཆེ་གིས་ང་ཚོར་སྒྲོམ་གཞི་འདི་འདྲའི་ཡག་པོ་ཞིག་གསོལ་རས་གནང་བཞག་ཡོད་འདུག་ག་ནས་སྒྲོམ་གཞི་འདིའི་ནང་ལ་ཡང་ཡར་རྒྱས་ག་རེ་བཏང་དགོས་འདུག་གོམ་པ་གསར་བ་ག་རེ་རྒྱག་དགོས་འདུག་འདི་ང་ཚོས་བྱེད་ཡག་ཅིག་རེད་མ་གཏོགས་ཚང་མ་སྐྱབས་མགོན་རིན་པོ་ཆེ་གིས་ད་བཀའ་ཁ་ག་ང་ནས་ཅིག་མ་གསུངས་དེ་ཡང་ཅིག་ཆགས་ཁོ་མ་རེད་བསམ་གྱི་འདུག། གལ་སྲིད་ང་ཚོས་ཀྱིས་འགན་ཁྱེར་ནས་དམངས་གཙོའི་སྒྲོམ་གཞི་འདིའི་ནང་ལོགས་ལ་ཡར་རྒྱས་བཏང་བ་ཡིན་ན་སྐྱབས་མགོན་རིན་པོ་ཆེ་གིས་རྡོག་ཁྲེས་ད་ཐུག་བཞེས་སམ་མ་བྱུང་ན་རྡོག་ཁྲེས་འདི་ཡང་འགྲུབ་རེད་བསམ་གྱི་རེད། སྐྱབས་མགོན་རུ་ཆེའི་དགུང་ལོ་འདི་ག་མཐོ་བོ་ཕེབས་བསྡད་འདུག་པ་ནས་ང་ཚོ་མི་མང་དངོས་གནས་འགན་འཁྱེར་ཆེད་ད་ཅིག་ང་ཚོ་གོམ་པ་གསར་བ་ཞིག་སྤོས་ཐུབ་ན་ཡག་པོ་འདུག་བསམ་ད་ངས་དུས་ཚོད་འདི་རེག་བཞག་ཙམ་གྱི་འདུག་བཅའ་ལག་བྱས་ནས་བཅའ་ལག་འདི་ཉོས་པའི་རྗེས་ལ་ཡང་དུས་ཚོད་རྫོགས་ཡ་ཡོད་རེད་འདི་ན་བཞིན་ད་ལྟ་བར་དུ་སྒྲོམ་གཞི་འདི་ཕྱིན་པ་རེད་ད་སྒྲོམ་གཞི་འདི་གི་དུས་ཚོད་འདི་ཕལ་ཆེར་རྫོགས་བཞག་བསམ་གྱི་འདུག་དེ་ཡིན་དུས་ད་ལྟའི་གྲོས་ཚོགས་འདི་ངེད་ཀྱིས་ཨ་ནི་མ་མེད་པ་བཟོས་དགོས་ཀྱི་རེད་ཟེར་ཞུ་གི་མེད། ད་ལྟའི་སྒྲོམ་གཞི་འདི་སྒང་ལ་ཡང་ད་ང་ཚོ་འཕར་སྣོན་གར་བྱེད་ཁུག་ཏུ་འདི་བསམ་བཏང་ཡང་འདི་གལ་ཆེན་པོ་ཞིག་ཏུ་ཆགས་ཀྱི་འདུག་བསམ་འདུག་དཔེར་ན། རྒྱལ་ཁབ་གཞན་པ་གི་དམངས་གཙོའི་ནང་ལོགས་ལ་གྲོས་ཚོགས་གོང་མ་དང་འོག་མ་ཡོད་རེད། སྲིད་དོན་ཚོགས་པའི་ལམ་ལུགས་ཡོད་རེད་ད། སྲིད་དོན་ཚོགས་པའི་ལམ་ལུགས་དང་ཀུན། ཚོགས་གཞོན་གྱིས་གསུངས་པ། ད་གིས་གསུངས་སོ་འདིའི་ཐོག་ལ་ཡང་ད་ལྟ་བགྲོ་གླེང་གནང་ཅིག་ཞུ་ཡ་ཞིག་ཡོད་ཡིན་པས་ན་ད་ལྟ་འདི། ད་ལྟ་ང་རང་གིས་དེ། དམངས་གཙོའི་སྒྲོམ་གཞི་འདི་ཡི་ནང་ལོགས་ལ་ཡང་ཨ་ནི་གལ་ཆེ་ཤོས་གར་མཐོང་གི་འདུག་ལབ་པས་ན་ད་ང་ཚོ་གྲོས་ཚོགས་གོང་མ་དང་འོག་མ་ཟེར་ཏེ་བསྐྲུན་ཡག་གི་དུས་ཚོད་ཅིག་སླེབས་ཤག་བསམ་གི་འདུག་གང་ཡིན་ཟེར་ན་ད་ལྟའི་སྤྱི་འཐུས་བཞི་བརྒྱ་ཞག་གསུམ་ལ་གྲུབ་པའི་གྲོས་ཚོགས་འདི་ཡི་མ་འོངས་པ་སྐྱབས་མགོན་རིན་པོ་ཆེ་མ་བཞུགས་པའི་དུས་ཚོད་ལ་ང་ཚོ་ལས་སྣེ་ཁྲིད་ཐུབ་ཀི་རེད་དམ་མ་རེད་འདི་དྲི་བ་ཆེན་པོ་ཞུ་ཆེད་རེད་བསམ་གི་འདུག་གལ་སྲིད་ང་ཚོ་ལ་གྲོས་ཚོགས་གོང་མ་དང་འོག་མ་གྲོས་ཚོགས་གཉིས་ཡོད་ན་ཏན་ཏན་ང་ཚོ་སྐྱབས་མགོན་རིན་པོ་ཆེ་མ་བཞུགས་པའི་དུས་ཚོད་ལིང་ནས་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་འཐབ་རྩོད་འདི་མུ་མཐུད་གནས་ཐུབ་ཀི་རེད་བསམ་གི་འདུག་རྒྱུ་མཚན་ག་རེ་རེད་ལབ་པས་ན་གྲོས་ཚོགས། གོང་འོག་གཉིས་ནས་གང་རུང་གཅིག་ནང་ལོགས་ལ་ཡང་དབུ་ནས་ཀྱི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཤེས་ཡོན་ཅན་དང་ཉམས་མྱོང་ཅན་དང་ཉམས་ཞིབ་པ་དང་དེ་འདྲས་ཀྱི་ཤ་སྟག་ལ་སྒྲུབ་པའི་གྲོས་ཚོགས་གུག་འདུག་ད། དེ་འདྲས་ཡོད་ན་ཨ་ནི་ང་ཚོ་ཡིད་ཆེས་བྱེད་ཐུག་གི་རེད་མི་མང་གི་ཡིད་ཆེས་བྱེད་ཐུག་གི་རེད་ཏན་ཏན་ང་ཚོའི་གི་འཐབ་རྩོད་མུ་མཐུད་གནས་ཐུག་གི་རེད་བསམ་གི་འདུག་དེ་ཡིན་དུས་ད་ད་ལྟ་གོ་ནས་ད་ལྟ་སྐྱབས་མགོན་རུ་ཤུ་དབུ་བཞུགས་ཐོག་ལ་བཞུགས་ཐོག་གི་ཐོག་ནས་ང་ཚོ་ད་ལྟ་གོ་ནས་བསམ་བློ་བཏང་དགོས་ཀྱི་རེད་མ་གཏོགས་ད་ལྟ་གོ་ནས་འདི་ད་ལྟ་གོ་ནས་བསམ་བློ་མ་བཏང་པ་ཡིན་ན་ད་ལྟ་གོ་ནས་གྲོས་ཚོགས་གོང་འོག་གཅིག་གང་ལ་བསམ་བློ་མ་བཏང་ན་ཕྱི་དྲག་གི་རེད་ད། ཅེས་ཏིང་ངེ་གིས་དེ་རིང་གསལ་བོ་ཞིག་ཞུ་འདོད་བྱུང།